ཨོ་དེ་གཉིས་རྣམ་པ་གཙོ་ལ་ད་ངས་རྣམ་པ་གཙོ་ལས་ཁ་དོག་དང་ཡིད་སྒྲུབ་ལ་དེ་ག་ཚོད་ག་ཚོད་གཙོ་གང་ཚོད་འགྲོ་ཚར་ཡོད་རེད། ད་དེ་ལ་རྩོད་པ་གཙོ་ལུགས་གཙོ་སྟངས་དེ་ག་འདྲས་ཡིན་མིན་ལ་ཁོང་ཚོས་ཡི་གེ་བྲིས་དང་ག་རེ་ནས་གསལ་བོ་ཤེས་བོ་ཅིག་བཟོ་བྱ་རོགས། ཨོ་དེ་རྣམ་པ་གཙོ་གི་ད་དེ་ལ་ནི་ད་ནི་གཟིགས་ཀྱི་གཟིགས་ཀྱི། ཨོ་དེ་ནི་ཡག་པོ་བྱས་ནས་ནི་ད་འདི་ནས་སྦྱངས་རོགས་བྱས་བྱོས་རོགས་ཁ་གསང་བ་དང་དཔེ་ཁོ་རང་ངས་ག་རེ་བསྟན་ན་རྣམ་པ་གཙོ་ལ་ནི་འདི་འདྲས་འདི་འདྲས་རེད་འདི་འདྲས་ཁ་དོག་ལ་ནི་འདི་འདྲས་ལབ་ཀྱི་ཡོད་རེད་ཞི་བདེ་རུ་ལ་ནི་འདི་འདྲས་ལབ་ཀྱི་ཡོད་རེད་རྡོ་པ་མགོ་འདི་ལ་ནི་འདི་འདྲས་ལབ་ཀྱི་ཡོད་རེད།

ད་ནི་ད། ཚེ་ངས་སློབ་སྦྱོང་སྦྱང་དུས་དང་པོ་དུས་ར་ནས་སློབ་སྦྱོང་སྦྱང་དགོས་ཀྱི་ཡོད་རེད། ད་ད་ལྟ་འདི། ཕ་ཡུལ་གྱི་ནང་པའི་གཞུང་ལས་བྱུང་བའི་ཚན་རིག་དང་ལྟ་གྲུབ་ཀུན་བཏུས། ད་ནི་སྐྱ་སྔོ་རིན་པོ་ཆེ་གིས་ད་ནི་བཀའ་དགོངས་ཀྱི་འོག་ལ་ད་ནི། བཟོས་གནང་པའི་ད་ནི་དེ་འདྲའི་ཕྱག་དཔེ་ཅིག་རེད། ད་ནི་ཕྱག་དཔེ་འདི། ད་ནི་དྲ་ལམ་ཁག་བརྒྱུད་ནས་རག་གི་རེད། དེ་ནས་ཕལ་ཆེར Tibetan E-Book རུ་བ་གང་བོ་འདི་ནང་ལོགས་ནས་ཕལ་ཆེར་རག་གི་རེད། ད་ནི་ད་འདི་ནང་ལོགས་ན་ད་ཁ་དོག་སྐར་མ་ནས་ད་ནི་ལོ་རིགས་སྟག་རིགས་འོ་འདི་ཚོ་ཚང་མ་འདི་ནས་མ་ད་ནི་གླས་ཡོང་གི་རེད། ད་ཁྱོད་ནས་དུས་ར་བལྟ་མ་མྱོང་ངས་ཕལ་ཆེར་གཟིགས་མ་མྱོང་ངས་ཡ་ནི་སོ་སོ་ལ་དགེ་རྒན་མ་རག་པ་འོ་འདི་འདྲས་ཡོད་པ་ཡིན་ན་ད་ངེད་ཀྱིས་ཡ་ནི་འདི་བདུན་ར་སྒོ་དང་པོ་བཙུགས་སྟངས་ནས་ནི་མ་ཞིག་ཡིན། ཡང་ནི་དེ་ཡང་ད་ལྟ་ནང་པའི་ཡང་ནི་རུ་བ་ཚན་རིག་དང་ལྟ་གྲུབ་ཀུན་བཏུས་ཟེར་ནས་བྱ་བའི་སྡིག་ཞི་བྱ་བྱེད་ནི་མ་ཞིག་ཡིན། ཡང་ནི་བྱ་བའི་དེ་ཡག་པོ་ཞུ་ཅི་ཡོད་རེད། ཡང་ནི་སོ་སོ་བེད་སྤྱར་སྟངས་དེ་ཚོ་བརྒྱུད་ནི་བསྐུར་རོགས་བྱེད་ལ་ན་འོ་ཞེན་པ་དེ་འདྲི་ལ་ཕེད་ཅི་ཡོད་རེད། དེ་ནས་ཕྱག་དཔེ་རུ་བ་སྤོས་དང་པོ་དེའི་ནང་གི་སྐབས་གཉིས་པ་ཤེས་བྱའི་ཡུལ་གྱི་རྣམ་གཞག་ངོ། འདི་ནི་མ་ཧཱའི་ཡན་ཡིན། ཡོད་པ། གཞི་གྲུབ། ཡུལ། ཤེས་བྱ། ཤེལ་བྱ། ཆོས་རྣམས་དོན་གཅིག་ཡིན་ཞེས་ནས་གསུངས་ཡོད་རེད།

ཨ་ནི། དབྱིན་ཇི་དེ་ཚོ་གི་ཀྲེ་པོལ་ལ་གི་རུ་བ། ང་ཚོ་བོད་པ་གི་ཅོག་རྩེ་ལ་གི་རུ་བ། འོ་ད་ཅོག་རྩེ་བླ་ན་རེད་ཀྲེ་པོལ་བླ་ན་རེད། རུ་བ་ཚིག་མི་འདྲ་བ་མིང་མི་འདྲ་བ་ཡོད་རེད་དེ་ཡིན་ན་ཡང་དོན་དག་གཅིག་པ་རུ་བ། འོ་འདི་ནང་བཞིན། ཨ་ནི་དེ་ཚོ་དྲུག་དེ་ཡང་ཨ་ནི་དོན་དག་གཅིག་པ་རེད་ཅེས་ནས་གསུང་གི་ཡོད་རེད། ད་ཡོད་པ་ལ་ཡི་དེ་ཧ་གོ་གུར་བ་ནི་བཅའ་ལག་ཡོད་རེད་ཁང་པ་ཡོད་རེད་མི་ཡོད་རེད་ལས་ཀྱི་ཡོད་པ་ཡོད་པ་ཡོད་ཆེ་ད་ཡོད་པ་རུ་བ་དཔེར་ན་ཁང་པ་ཡོད་རེད་རུ་བ་འདི་ནང་བཞིན་ཡང་འདི་གི་ཚིག་ཚབ་ལ་བེད་སྤྱོད་གཞན་པ་བཏང་ཡ་ཡོད་ཁང་པ་བཞི་དྲུག་རེད་ཁང་པ་བཞི་དྲུག་རེད་ལ་དུ་ཁང་པ་ཡོད་རེད་ལས་ཀྱི་ཡོད་རེད་ད་གང་ནང་བཞིན་གྱི་ཁང་པ་ཡུལ་རེད། ཁང་པ་ཡུལ་རེད་ལ་དུས་ཁང་པ་ཡོད་རེད་ལ་གི་ཡོད་རེད་ཁང་པ་ཞལ་ལྕགས་རེད་ཨོ་ཁང་པ་ཡོད་རེད་ལ་གི་ཡོད་རེད་ཁང་པ་ཆོས་རེད་ཨོ་ད་ལྟ་ཆོས་ལ་དུས་ང་ཚོ་ནམ་རྒྱུན་ཆོས་བྱེད་ལ་ཡི་གི་ཆོས་དེ་མ་རྟ་ཆོས་ཟེར་དུས་ཡོད་པ་ཨུ་ཁང་པ་ཆོས་རེད་ལ་དུས་ཁང་པ་ཡོད་རེད་ལ་གི་ཡོད་རེད། ཨ་ནི་འདི་བློ་འཛིན་གནང་དགོས་ཀྱི་ཡོད་རེད། ཡོད་པ། ཞི་གྲུབ། ཡུལ། ཤེས་བྱ། ཞལ་བྱ། ཆོས་རྣམས་དོན་གཅིག་ཡིན། ཟེར་ནས་བློ་འཛིན་གནང་དགོས་ཀྱི་ཡོད་རེད། བློ་ཡུལ་དུ་བྱ་རུང་བ། ཤེས་བྱའི་མཚན་ཉིད། ཚད་མའི་དམིགས་པ། ཡོད་པའི་མཚན་ཉིད། མཚན་མའི་སྒྲུབ་པ། གཞི་སྒྲུབ་ཀྱི་མཚན་ཉིད། བློའི་རིག་པར་བྱ་བ། ཡུལ་གྱི་མཚན་ཉིད། མཚན་མའི་རྟོགས་པར་བྱ་བ། ཞལ་ལྕེའི་མཚན་ཉིད། རང་གི་ངོ་བོ་འཛིན་པ། ཆོས་ཀྱི་མཚན་ཉིད། ད་མཚན་ཉིད་མཚན་ཉིད་ལ་དུས་སོ་སོ་སོ་ཀྱི་དོན་དག་དེ་ཞིག་གོ། ད་ཤེས་བྱ་ཀྱི་དོན་དག་ག་རེད། ཤེས་བྱ་ཀྱི་དོན་དང་ཤེས་བྱའི་མི་ནིང་ག་རེད། འོ་བློ་ཡུལ་དུ་བྱ་རུང་བ། ད་ག་ན་ཤེས་ཡོད་པ། ཚད་མས་དམིགས་པ། འོ་ཚད་མས་དམིགས་སོང་ན་ཨ་ནི་ཡོད་རེད་ཚད་མས་མ་དམིགས་ན་ཡོད་མ་རེད། འོ་ཡོད་རེད་ཡོད་མ་རེད། རུང་བ་མཚམས་ག་བ་ནས་བཞག་གོ་རེད། འོ་ཚད་མས་དམིགས་སོང་ན་ཨ་ནི་ཡོད་རེད་ཚད་མས་མ་དམིགས་ན་ཡོད་མ་རེད། འོ་ད་དེ་འདྲས་ཀྱི་ལྟ་ས་ཀྱི་གཞི་དེ་ལ་ཨ་ནི་མཚན་ཉིད། ཨ་ནི་འདི་ཡང་ཨ་ནི་བློ་འཛིན་གནང་དགོས་ཀྱི་ཡོད་རེད། ནི་ད་དེའི་ནང་ལོགས་ལ་མི་གཉིས་དོ། ནི་ཡར་ལངས་དེ་ངེད་ཅིག་དང་ས་ལ་དེད་དེ་ངེད་ཅིག་མི་གཉིས་དོ། ད་ཚིག་ངན་སློབ་སྦྱོང་སྦྱང་དུས། ནི་མི་གཉིས་ཡོད་པ་ཡིན་ན་ནི་མགྱོགས་བ་ཞིག་གི་རེད། དེ་འདྲ་ཡིན་པ་སོང་ཙང། ནི་སོ་སོའི་ནང་ལ། ནི་ཁྱོ་ག་དང་སྐྱེས་དམན་གཉིས་ཀ། ནི་ཚིག་ངན་སློབ་སྦྱོང་སྦྱངས་པ་ཡིན་ན། ཡང་ན་མགྱོགས་པོ་ཕྱིན་གྱི་རེད། ཡང་ན་ཁྱོ་ག་ཡིས་སྐྱེས་དམན་ལ་རྟགས་གསལ་བཏང་ཡང་སྐྱེས་དམན་ཡིས་ཁྱོ་ག་ལ་རྟགས་གསལ་བཏང་ཡང། འོང་འདུག་ཟེར་ན་ཡང་ཡག་པོ་ཡོད་རེད། ད་སོ་སོ་ནང་ལ་གཅིག་པུ་ཡིན་འདི་ངས་ཡིན་ན། WhatsApp དང། ཡང་ན་ད་ག་ནང་ཕྱིན་གྱི། ཡང་ན Facebook Messenger འོང་འདི་ཚོའི་བརྒྱུད་ནས། ཡང་ན་སོ་སོ་གྲོགས་པོ་འདི་ཚོ་མཉམ་དུ། ཡང་ན་དང་པོ་ནས། ཡང་ན་མཚན་ཉིད་བྱང་ཡས་ཀྱི་སྐད་ཆ་བཤད། ཡང་ན་འདུག་བཤད་བྱས་ཡང་ན། རུ་བ། ཡང་ན་ཕག་ཚོ། རྟགས་གསལ་བཏང་ན་ཡང་ན་མགྱོགས་པོ་ཕྱིན་གྱི་རེད། ཨེ་ནས་ནང་ལ་དྭངས་གསལ་སྦྱངས་དུས། ཨེ་ནས་ཡིན་གཅིག་མིན་གཅིག་ཨེ་ནས་ཡར་ལངས། གཅིག་མ་དེས་ངོ་འདི་འདྲས་བྱེད་དགོས་ཡོད་མ་རེད། ཨེ་ནས་བག་ཚོ་རྐུབ་བཀྱག་སྒང་ལ་བསྡད། ཨེ་ནས་ང་ཚོ་ལག་པ་སེ་གོལ་བརྡབ་རྒྱུ་ཡོད་ཨ་ངོ་འདི་འདྲས་བྱས་ནས་བཏང་ནའི་འགྲིག་གི་ཡོད་རེད། ཨོ། ཨེ་ནས་ཡིན་གཅིག་མིན་གཅིག་ཡར་ལངས་གཅིག་མ་དེས་ངོ་འདི་འདྲས་གནང་དགོས་ཡོད་མ་རེད། ད་རྟགས་སད་དང་པོ་སྦྱང་དུས་ཨ་ནི་ང་ཚོ་མི་གཅིག་ཡར་ལངས་ཀི་འདུག་ཡར་ལངས་མཁན་དེ་ཨ་ནི་རྟགས་སད་བཏང་ངེས་དེ་རེད་དྲི་བ་བཏང་ངེས་དེ་ད་མ་འོག་འོག་ལ་བཞུགས་ངེས་དེ་ཨ་ནི་ལན་བསྐྱོན་ངེས་དེ་རེད་ད་རྟགས་སད་དང་པོ་བཏང་དུས་འདི་ཇི་ལྟར་ཆོས་ཅན་ད་དང་པོ་དང་པོ་དེ་ལགས་ཀི་རེད་འདི་རྗེས་ལ་ལགས་མ་རེད། ད་འདིའི་ཟེར་དུས་རྗེ་བཙུན་འཇམ་པའི་དབྱངས་ཀྱི་ནི་ས་བོན་རུང་བ། རྗེ་བཙུན་འཇམ་པའི་དབྱངས་ཀྱི་མཚན་རུང་བ། ད་འདིའི་ཇི་ལྟར་ཆོས་ཅན་ཟེར་དུས་རྗེ་བཙུན་འཇམ་པའི་དབྱངས་བྲན་འགུགས་ཡོད་རེད། ད་བྲན་སྟངས་འདི་ཡང། ཙན་དན་ཁྱོད་ཀྱིས་མཁྱེན་རབ་འོད་ཟེར་གྱིས་བདག་བློ་གཏི་མུག་མིན་པར་རབ་གསལ་ནས། བཀའ་དང་བསྟན་བཅོས་གཞུང་ལུགས་རྟོགས་པ་ཡིས་བློ་གྲོས་བོར་བའི་སྣང་བ་བསྩལ་དུ་གསོལ་ཟེར་འོ་འདི་གི་དོན་དག་འདི་བསམ་བློ་བཏང་བཞིན་པའི་ངང་ནས། ཨ་ནི་འདིའི་ཟེར་ནས། ང་ཚོ་ཨོ་མ་ར་པ་ཙ་ན་དི་དི་དི་དི་དིས་ནས་དྲང་གི་ཡོར་བ་འོ་དེ་དིས། དིས་ཇི་ལྟར་ཆོས་ཅན། ཤེས་བྱའི་མཚན་ཉིད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོར་ཐལ། འདོད། ཞོག། བློ་ཡུལ་དུ་བྱ་རུང་བ་ཆོས་ཅན། བློ་ཡུལ་དུ་བྱ་རུང་བ་ཆོས་ཅན། ཤེས་བྱའི་མཚན་ཉིད་ཡིན་པར་ཐལ། འདོད། ཤེས་བྱའི་མཚན་ཉིད་ཡིན་ཏེ། ཤེས་བྱ་དང་ཁྱོད་གཉིས་ལ་མཚན་མཚོན་འབྲེལ་བ་འགྲུབ་པ་གང་ཞིག་མཚན་མཚོན་ཁྱབ་པ་སྒོ་འགེ་ངེས་པའི་ཕྱིར། ད་འདི་རྣམས་ལ་ལན་གཉིས་བརྒྱར་མཚན་མཚོན་འབྲེལ་བ་བསྒྲུབ་ཟེར་ཅིག་དང་མཚན་མཚོན་ཁྱབ་པ་སྒོ་འགེ་ཟེར་ནས་ལན་གཉིས་བརྒྱར། བརྡ་ལན་གཉིས་ཀྱི་བརྡ་དང་པོ་ལན་དང་པོ་འདི་དྲི་བ་བཏང་བར་བལྟ། ཤེས་བྱ་དང་སྐྱོན་གཉིས་ལ་མཚན་མཚོན་འབྲེལ་བ་མ་གྲུབ་བར་ཐལ། མཚན་མཚོན་འབྲེལ་བ་གྲུབ་ཚུལ་ཤོག། ཤེས་བྱ་ཚད་མའི་ངེས་པ་ལ་བློ་ཡུལ་དུ་བྱར་རུང་བ་ཚད་མའི་ངེས་པ་སྔོན་དུ་འགྲོ་དགོས་པའི་ཕྱིར། ད་འདི་ག་རེ་ལབ་ཀྱི་ཡོད་རེད་ཤེས་བྱ་ཟེར་མཁན་དེ་ཧ་གོ་བ་ལ། འདིའི་མངལ་ལ་བློ་ཡུལ་དུ་བྱ་རུང་བ་ཟེར་མཁན་དེ་ཧ་གོ་བ་སྔོན་དུ་འགྲོ་དགོས་རེད་ལ། ད་ལྟ་མཆན་ཁོས་ལན་གཉིས་བསྐྱར་བ། ལན་དང་པོ་དེ་ལ་དྲི་བ་དང་ལན་བྱས་འདི་ཚར་རེད། ད་དྲི་བ་གཉིས་པ། དེ་ཡས་ནི། འགོ་བཙུགས་ཡས་རེད། མཚན་མཚོན་ཁྱབ་པ་སྒོ་སྐྱེལ་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་བར་ཐལ། སྡོད། ཞོག། ཡིན་ཁྱབ་གཉིས་མིན་ཁྱབ་གཉིས། ཡོད་ཁྱབ་གཉིས་མེད་ཁྱབ་གཉིས། འདི་གལ་ཏེ་ཆོས་ཅན། ད་གང་གི་ནག་པོ་དེ་ནང་ལ་ཡིན་རྒྱབ་གཉིས་ཟེར་ནས་བང་བྲིས་ནས་འདུག་ཨ། ད་བང་བྲིས་ནས་དྲི་བ་བཏང་བ་རེད། ཡིན་རྒྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་བར་ཐལ། འདོད། ཞོག། ཤེས་བྱ་ཡིན་ན་བློ་ཡུལ་དུ་བྱར་རུང་བ་ཡིན་པས་ཁྱབ། བློ་ཡུལ་དུ་བྱར་རུང་བ་ཡིན་ན་ཤེས་བྱ་ཡིན་པས་ཁྱབ་ངོ། ཡིན་པས་ཁྱབ་ཡིན་པས་ཁྱབ་གཉིས་དུ་བ་ངོ། དེ་ཡིན་ཁྱབ་གཉིས། ད་ཡིན་ཁྱབ་གཉིས་ཚར་སོང་ཨ། ད་དེའི་རྗེས་ལ་ཐིག་ནག་པོ་ནང་ལ་ཚིག་དང་མིན་ཁྱབ་གཉིས་དེའི་རྗེས་ལ། མིན་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། ཞག་བརྒྱུ་ཡོ་ཨར་ཐལ། འདོད། ཞོག། ཤེས་བྱ་མ་ཡིན་ན། བློ་ཡུལ་དུ་བྱར་རུང་བ་མ་ཡིན་པས་ཁྱབ། བློ་ཡུལ་དུ་བྱར་རུང་བ་མ་ཡིན་ན། ཤེས་བྱ་མ་ཡིན་པས་ཁྱབ། ངོ། ད་མ་ཡིན་པས་ཁྱབ་མ་ཡིན་པས་ཁྱབ་གཉིས་ཡོད་རེད། ད་དེའི་རྗེས་ལ་ཡོད་ཁྱབ་གཉིས་རེད་བ། ཡོད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་བར་ཐལ། འདོད། ཞོག། ཤེས་བྱ་ཡོད་ན་བློ་ཡུལ་དུ་བྱ་རུང་བ་ཡོད་པས་ཁྱབ། བློ་ཡུལ་དུ་བྱ་རུང་བ་ཡོད་ན་ཤེས་བྱ་ཡོད་པས་ཁྱབ། འོ་ཡོད་ཁྱབ་གཉིས་ཡོད་པས་ཁྱབ་ཡོད་པས་ཁྱབ་སེམས་ཉིད་དུ་བ། ད་འདི་ནས་མེད་ཁྱབ་གཉིས་ཐ་མ་དེ་ཡིན་པ། མེད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་ཨར་ཐལ།

ད་ཡང་བསྐྱར་འགོ་ནས་གཅིག་ཡིན་ད། ཨང་ཀི་དང་པོ་འདི་རྟགས་གསལ་བཏང་ངེས་རེད། ཨང་ཀི་གཉིས་པ་འདི་དམ་བཅའ་བ་ལེན་རྒྱག་ངེས་རེད། འདིས་ཇི་ལྟར་ཆོས་ཅན། ཤེས་བྱའི་མཚན་ཉིད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་ཐལ། འདོད། ཞོག། ཀླུ་ཡུལ་དུ་བྱ་རུང་བ་ཆོས་ཅན། ཀླུ་ཡུལ་དུ་བྱ་རུང་བ་ཆོས་ཅན་ཤེས་བྱའི་མཚན་ཉིད་ཡིན་པར་ཐལ། འདོད། ཤེས་བྱའི་མཚན་ཉིད་ཡིན་ཏེ། ཤེས་བྱ་དང་ཁྱོད་ཉིད་ལ་མཚན་མཚོན་འབྲེལ་བ་གྲུབ་པ་གང་ཞིག། མཚན་མཚོན་ཁྱབ་པར་དགོས་ཀྱི་ངེས་པའི་ཕྱིར། མཚན་མཚོན་འབྲེལ་བར་སྒྲུབ་ཚུལ་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་ཨར་ཐལ། འདོད། བཞོགས། ཤེས་བྱ་ཚད་མས་ངེས་པ་ལ། བློ་ཡུལ་དུ་བྱར་རུང་བ། ཚད་མས་ངེས་པ་སྔོན་དུ་འགྲོ་དགོས་པའི་ཕྱིར། མཚན་མཚོན་ཁྱབ་པ་སྒོ་བརྒྱད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་ཨར་ཐལ། འདོད། ཞོག། ཡིན་ཁྱབ་གཉིས་མིན་ཁྱབ་གཉིས། ཡོད་ཁྱབ་གཉིས་མེད་ཁྱབ་གཉིས། འདི་བརྒྱད་དེ་ཆོས་ཅན། ཡིན་རྒྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་བར་ཐལ། ཟློས། ཞོག། བཤད་བྱ་ཡིན་ན་བློ་ཡུལ་དུ་བྱར་རུང་བ་ཡིན་པས་ཁྱབ། བློ་ཡུལ་དུ་བྱར་རུང་བ་ཡིན་ན་བཤད་བྱ་ཡིན་པས་ཁྱབ། མི་འགལ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་ཨར་ཐལ། ཟློས། ཞོག། ཤེས་བྱ་མ་ཡིན་ན། བློ་ཡུལ་དུ་བྱར་རུང་བ་མ་ཡིན་པས་ཁྱབ། བློ་ཡུལ་དུ་བྱར་རུང་བ་མ་ཡིན་ན། ཤེས་བྱ་མ་ཡིན་པས་ཁྱབ། ཡོད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་བར་ཐལ། འདོད། ཞོག། ཤེས་བྱ་ཡོད་ན་བློ་ཡུལ་དུ་བྱར་རུང་བ་ཡོད་པས་ཁྱབ། བློ་ཡུལ་དུ་བྱར་རུང་བ་ཡོད་ན་ཤེས་བྱ་ཡོད་པས་ཁྱབ། མེད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། ཞག་བརྒྱུ་ཡོལ་བར་ཐལ། འདོད། ཞོག། ཤེས་བྱ་མེད་ན། བློ་ཡུལ་དུ་བྱར་རུང་བ་མེད་པས་ཁྱབ། བློ་ཡུལ་དུ་བྱར་རུང་བ་མེད་ན། ཤེས་བྱ་མེད་པས་ཁྱབ། དང་པོ་འདིའི་བར་དུ་ཡག་པོ་སྦྱང་རོགས་གནང། འདི་ཡག་པོ་སྦྱངས་ཚར་སོང་ན། འདི་གི་རྗེས་ནས་མ། གཟིགས་སོང་ན་ལས་སླ་བོ་བྱས་ནས་ཁེངས་ཀྱི་རེད། ད་གང་དེ་ཡག་པོ་སྦྱངས་ཚར་ཡིན་པས། གང་འདི་དང་འདི་འགྲོ་སོང་ང་ཤེས་བྱའི་མཚན་ཉིད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ་བཞག་རྒྱུ་གཡོ་བར་ཐག་བཟློས། ཞོག། བློ་ཡུལ་དུ་འཆར་རུང་བ་ཆོས་ཅན། སོ། ད་འདི། ཡན་ཆད་དེ་ནི་བསླབ་ཚར་རེད། ཨ་ནི་ད་ག་ན་ཞིང་གང་ལ་བློ་འཛིན་བྱེད་དགོས། བློ་ཡུལ་དུ་འཆར་རུང་བ་ཤེས་བྱའི་མཚན་ཉིད་བློ་ཡུལ་དུ་འཆར་རུང་བ་ཤེས་བྱའི་མཚན་ཉིད་འོང་དུས་སུ་བློ་འཛིན་གནང་དགོས་དེ་ཕལ་ཆེར་གནང་ཚར་ཡོད་ཀྱི་རེད། ད་འདི་ནི། ཡོད་པའི་མཚན་ཉིད། གཞོགས་བ་ལ་སོགས་ན་མཚན་མའི་དམིགས་པ། རོ་བ་མཚན་མའི་དམིགས་པ་སྟེ་ཡོད་པའི་མཚན་ཉིད། ཨ་ནི་དེའི་གང་ལ་ཨ་ནི་དེས་གཅིག་འགྲོ་ཡས་ཡིན། ཡོད་པའི་མཚན་ཉིད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་ཨར་ཐལ། ཟློས། བྷྱོ། མཚན་མའི་དམིགས་པ་ཆོས་ཅན། མཚན་མའི་དམིགས་པ་ཆོས་ཅན་ཡོད་པའི་མཚན་ཉིད་ཡིན་པར་ཐལ། ཟློས། ཡོད་པའི་མཚན་ཉིད་ཡིན་ཏེ། ཡོད་པ་དང་ཁྱོད་གཉིས་ལ་མཚན་མཚོན་འབྲེལ་བ་གྲུབ་པ་གང་ཞིག་མཚན་མཚོན་ཁྱབ་པ་དགོས་ཀྱི་ངེས་པའི་ཕྱིར། མཚན་མཚོན་འབྲེལ་བ་སྒྲུབ་ཚུལ་བཞག་རྒྱུ་མེད་པའི་ཕྱིར། པདྨ་འབྲུག། བཞག་རྒྱུ་ཡོད་ཨར་ཐལ། འདོད། ཞོག། ཡོད་པ་ཚད་མའི་ངེས་པ་ལ། ཚད་མའི་དམིགས་པ། ཚད་མའི་ངེས་པ་སྔོན་དུ་འགྲོ་དགོས་པའི་ཕྱིར། མཚན་མཚོན་ཁྱབ་པ་དགོས་ཀྱི་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བྱ་རྒྱུ་གཡོར་ཐལ། བསྡུས། ཞོག། ཡིན་ཁྱབ་གཉིས་མིན་ཁྱབ་གཉིས་ཡོད་ཁྱབ་གཉིས་མེད་ཁྱབ་གཉིས་འདི་གལ་ཏེ་ཆོས་ཅན། ཡིན་རྒྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་ཨར་ཐག། འདོད། ཞོག། ཡོད་པ་ཡིན་ན། ཚད་མའི་དམིགས་པ་ཡིན་པས་ཁྱབ། ཚད་མའི་དམིགས་པ་ཡིན་ན། ཡོད་པ་ཡིན་པས་ཁྱབ། མིན་རྒྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་ཨར་ཐག། འདོད། ཞོག། ཡོད་པ་མ་ཡིན་ན། ཚད་མའི་དམིགས་པ་མ་ཡིན་པས་ཁྱབ། ཚད་མའི་དམིགས་པ་མ་ཡིན་ན། ཡོད་པ་མ་ཡིན་པས་ཁྱབ། ཨོ། ད་འདི་གི་འོག་དེ་ལ། ད་ནི། རུ་བ་དམིགས་མ་ད་ནི་ལབ་ཐུབ་པ་བྱས་ཡིན་ད། ཡོད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། པདྨ་འབྲུག་ཞགས་རྒྱུ་ཡོར་ཐལ་འདོད། ཞོགས། ཡོད་པ་ཡོད་ན་མཚན་མའི་དམིགས་པ་ཡོད་པས་ཁྱབ། མཚན་མའི་དམིགས་པ་ཡོད་ན་ཡོད་པ་ཡོད་པས་ཁྱབ། མེད་ཁྱབ་གཉིས་ཞགས་རྒྱུ་མེད་པའི་ཕྱིར། པདྨ་འབྲུག་ཞགས་རྒྱུ་ཡོར་ཐལ་སྡོད། ཞོག། ཡོད་པ་མེད་ན། ཚད་མའི་དམིགས་པ་མེད་པས་ཁྱབ། ཚད་མའི་དམིགས་པ་མེད་ན། ཡོད་པ་མེད་པས་ཁྱབ། ཤེས་བྱའི་ཚིག་ངན་དེ་ཡང་འགྲིག་སོང་ཨ། དག་ན་ཤེས་ཡོད་པའི་ཚིག་ངན་དེ་ཡང་འགྲིག་སོང་ཨ། ད་དེ་ནས་ནི་ཞི་གྲུབ་ཀྱི་ཚིག་ངན། ཨ་ནི་དེའི་རྗེས་ལ་ཡུལ་གྱི་མཚན་ཉིད། ཨ་ནི་ད་ག་ན་ཞིང། ཤེལ་བྱའི་མཚན་ཉིད། ད་ག་ན་ཞིང་ཨ་ནི་ཆོས་ཀྱི་མཚན་ཉིད། ད་རུ་བ་ཆོས་འདྲ་བ་ཡིན་ན་ཆོས་ཀྱི་མཚན་ཉིད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ་བཞག་རྒྱུ་ཡོད་བར་ཐལ། འདོད། ཞོགས། འོང་དུ་ཟད་ད་སོ་སོ་རང་གིས་ཨ་ནི་སྦྱང་རོགས་གནང། ཡོད་པ། ཞེ་དྲུག་ཡུལ། ཤེས་བྱ། ཞལ་བྱ། ཆོས་རྣམས་དོན་གཅིག་ཡིན། འདི་བློ་འཛིན་གནང་བ་རེད། འདི་དངོས་ལ་ཡང་གཅིག་ཞུས་ཚར་ཡིན། ད་འདི་ནང་ལ་ཤེས་བྱ་ཟེར་འདི་ལ་ཡི་གེ་དམར་བོ་ཞིག་བྲིས་འདུག་ཨ། ད་ཤེས་བྱ་དང། ད་ནི་འདི་ཚོ་ཚང་མ་དང་དོན་གཅིག་རེད་ལ་རུང་བ་དེའི་ནང་ནས་དང་པོ་ཡོད་པ། འོ། ད་ཤེས་བྱ་དང་ཡོད་པ་གཉིས་དོན་གཅིག་རེད་མ་རེད། ད་ནི་འདུག་སྟངས་སེ་བཏང་སྟངས་ཅིག་ཡོད་རེད། ད་ནི་འདི་ལབ་མཁན་ཡིན། ཤེས་བྱ་དང་དོན་གཅིག་པའི་ཆོས་ག་ཚོད་ཡོད་དྲིས་འདུག་ཨ། ད་འདི་དུས་ཤེས་བྱ་ཁོ་རང་གྲངས་ཀ་བརྒྱ་ཡོད་མ་རེད། འོ། ད་གཞན་པ་འདི་ཚོ་གྲངས་ཀ་བརྒྱ་འོ་རེད། ཤེས་བྱ་དང་དོན་གཅིག་པའི་ཆོས་ག་ཚོད་ཡོད། ལྔ་ཡོད། ལྔ་དེ་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་བར་ཐལ། འདོད། ཞོག། ཡོད་པ། ཞེ་དྲུག། ཡུལ། ཤེལ་བྱ། ཆོས། འདི་ལྔ་དུས་ཆོས་ཅན། ཡོད་པ། ཞེ་དྲུག། ཡུལ། ཤེལ་བྱ། ཆོས་འདི་ལྔ་དུས་ཆོས་ཅན། ཤེས་བྱ་དང་དོན་གཅིག་པའི་ཆོས་ཡིན་པར་ཐལ། འདོད། ད་དེ་ནས་ང་དེ་ནི་དོན་གཅིག་ཡིན་ལ་རུང་བ། ད་དེ་ནས་ནི་སོ་སོ་གི་གཏམ་གོ་ད་གང་ལ་དུ་བ། ཤེས་བྱ་ཡོད་པ་ལ་ནི་ཡི་གེ་ཆུང་ཆུང་ཞིག་དུ་བ་ངོ། དེ་ཚོ་གཉིས་ལ་ད་དྲི་བ་དང་ཡར། ཤེས་བྱ་དེ་ནི་ཁོ་ཚོ་ཚང་མ་ད་དོན་གཅིག་རེད་ལ་རུང་བ། ད་དེ་ན་ནི་གཅིག་གདམ་བྱས་ཡོད་པ་དེ་གདམ་རེད་ད། ཡོད་པ་དང་ཤེས་བྱ་གཉིས་ཆོས་ཅན་དོན་གཅིག་ཡིན་པར་ཐལ། འདོད། དོན་གཅིག་ཡིན་ཏེ། དོན་གཅིག་ཁྱབ་པར་དགོས་ཀྱི་ངེས་པའི་ཕྱིར། ད་གོ་གི་དོན་གཅིག་རེད་ག་རེ་བྱས་ནས་དོན་གཅིག་ཁྱབ་པར་དགོས་ཀྱི་ངེས་རེད་ལགས་སོ། ཨོ་ད་དོན་གཅིག་ཁྱབ་པར་དགོས་ཀྱི་ལགས་ན་ག་རེ་རེད་ལ་ནི་ད་ཡང་དྲི་བ་གཏང་དགོས་རོ་བ། དོན་གཅིག་ཁྱབ་པར་དགོས་ཀྱི་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བྱ་རྒྱུ་ཡོད་བར་ཐལ། འདོད། ཞོག། ད་ཐ་འཇིག་སྔོན་ལ་ང་ཚོ་གིས་ཚན་རྩོན་ཁྱབ་པ་སྒོ་འགྱེད་ལས་སྦྱོར་བ་གཅིག་པ་གཅིག་རྐྱང་བྱ་ཡར། དོན་སྤྱི་ཁྱབ་པ་སྒོ་འགྱེད་དང་ཚན་རྩོན་ཁྱབ་པ་སྒོ་འགྱེད་གཉིས་གཅིག་པ་གཅིག་རྐྱང་བྱ་ཡར་ད། ཡིན་ཁྱབ་གཉིས། མིན་ཁྱབ་གཉིས། ཡོད་ཁྱབ་གཉིས། མེད་ཁྱབ་གཉིས། འདི་བརྒྱད་དེ་ཆོས་ཅན། དང། ཤེས་བྱ་དང་ཡོད་པ་ཟེར་ན་ཡི་གེ་མ་འོ་དོ་ཨ། ད་ག་ན་ཤེས་ཚུལ་ཆོག་ཁྲིགས་སྦྱང་དགོས་སྣང་ལ་ཡིན་རྒྱབ་གཉིས་དེ་ལ་ཡང་ཡི་གེ་མ་འོ་དོ་ཨ། ད་དྲི་བ་དང་པོ་དེ་ཡིན་རྒྱབ་གཉིས་རོ་ཨ། ཡིན་རྒྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་བར་ཐལ། འདོད། ཞོག། དང་ཤེས་བྱ་དང་ཡོད་པ་གཉིས་ལ་ཡིན་ཁྱབ་གཉིས་བརྩི་བར་དང། ཡོད་པ་ཡིན་ན་ཤེས་བྱ་ཡིན་པས་ཁྱབ། ཤེས་བྱ་ཡིན་ན་ཡོད་པ་ཡིན་པས་ཁྱབ། ཡིན་པས་ཁྱབ་ཡིན་པས་ཁྱབ་གཉིས་སྒྲོགས་སོང་ང། ད་འདིའི་ཆེད་ལ་ག་རེ་རེད། མིན་ཁྱབ་གཉིས་ད་མིན་ཁྱབ་གཉིས་ཡི་གེ་སྨྲ་བོ་ཆགས་སོང་ང། མིན་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ། བཞག་རྒྱུ་ཡོད་བར་ཐལ། སྡོད། ཞོག། ཡོད་པ་མ་ཡིན་ན་ཤེས་བྱ་མ་ཡིན་པས་ཁྱབ། ཤེས་བྱ་མ་ཡིན་ན་ཡོད་པ་མ་ཡིན་པས་ཁྱབ། འོ་མ་ཡིན་པས་ཁྱབ་མ་ཡིན་པས་ཁྱབ་གཉིས་འགྲོ་སོང་ཨ། འོ་དེ་ལ་མིན་ཁྱབ་གཉིས། ད་དེ་ནས་ཡོད་ཁྱབ་གཉིས། ཡི་གེ་མང་བོ་ཆགས་སོང་ཨ་ཡོད་ཁྱབ་གཉིས་དེ། ཡོད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། པདྨ་བསྒྲུབ། ཞག་བསྒྱུར་གཡོ་བར་ཐལ། ཟློས། ཞོག། ཡོད་པ་ཡོད་ན་ཤེས་བྱ་ཡོད་པས་ཁྱབ། ཤེས་བྱ་ཡོད་ན་ཡོད་པ་ཡོད་པས་ཁྱབ། འོ་ཡོད་ཁྱབ་གཉིས་ཡོད་པས་ཁྱབ་ཡོད་པས་ཁྱབ་གཉིས་འགྲོ་སོང་ཨ། ད་ཐ་མ། མེད་ཁྱབ་གཉིས། མེད་ཁྱབ་གཉིས་ཞག་བསྒྱུར་མེད་པའི་ཕྱིར། པདྨ་བསྒྲུབ། ཞག་བསྒྱུར་གཡོ་བར་ཐལ། འདོད། ཞོག། ཡོད་པ་མེད་ན། ཤེས་བྱ་མེད་པས་ཁྱབ། ཤེས་བྱ་མེད་ན། ཡོད་པ་མེད་པས་ཁྱབ། ད་ཡང་སྐྱར་མགོ་ནས་གཅིག་གིན་ད། ཤེས་བྱ་དང་དོན་གཅིག་པའི་ཆོས་ག་ཚོད་ཡོད། ལྔ་ཡོད། ལྔ་དེ་བཞག་རྒྱུ་མེད་པའི་ཕྱིར། བརྟགས་མ་འགྲུབ། བཞག་རྒྱུ་ཡོད་ཨར་ཐལ། འདོད། ཞོག། ཡོད་པ། ཞེས་གྲུབ། ཡུལ། ཞལ་ཕྱག། ཆོས། འདི་ལྔ་སྟེ་ཆོས་ཅན། ཡོད་པ། ཞེས་གྲུབ། ཡུལ། ཞལ་ཕྱག། ཆོས། འདི་ལྔ་སྟེ་ཆོས་ཅན་ཤེས་བྱ་དང་དོན་གཅིག་པའི་ཆོས་ཡིན་པ་ཨར་ཐལ། འདོད། ད་དེ་ནས་ཡོད་པ་དང་ཤེས་བྱ་གཉིས། དོན་གཅིག་ཡིན་པར་ཐལ། སེམས་དང་ཡང་ཡིན་པ། ཡོད་པ་དང་ཤེས་བྱ་གཉིས་ཆོས་ཅན། དོན་གཅིག་ཡིན་པར་ཐལ། འདོད། དོན་གཅིག་ཡིན་ཏེ། དོན་གཅིག་ཁྱབ་པ་དགོས་ཀྱི་ངེས་པའི་ཕྱིར། དོན་གྱིས་ཁྱབ་པ་སྒོ་བརྒྱད་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲུབ། བཞག་རྒྱུ་ཡོད་བར་ཐལ། འདོད། ཞོག། ཡིན་ཁྱབ་གཉིས་མིན་ཁྱབ་གཉིས། ཡོད་ཁྱབ་གཉིས་མེད་ཁྱབ་གཉིས་འདི་བརྒྱད་དེ་ཆོས་ཅན། ཡིན་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་འགྲོ། ཞག་བརྒྱུ་གཡོ་བར་ཐལ། འདུས། ཞོག། ཤེས་བྱ་ཡིན་ན་ཡོད་པ་ཡིན་པས་ཁྱབ། ཡོད་པ་ཡིན་ན་ཤེས་བྱ་ཡིན་པས་ཁྱབ། མི་ཁྱབ་གཉིས་ཞག་བརྒྱུ་མེད་པའི་ཕྱིར། རྟགས་མ་འགྲོ། ཞག་བརྒྱུ་གཡོ་བར་ཐལ། འདུས། ཞོག། ཤེས་བྱ་མ་ཡིན་ན་ཡོད་པ་མ་ཡིན་པས་ཁྱབ། ཡོད་པ་མ་ཡིན་ན་ཤེས་བྱ་མ་ཡིན་པས་ཁྱབ། ཡོད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ་བཞག་རྒྱུ་ཡོད་ཨར་ཐལ། ཟློས། ཞོག། ཤེས་བྱ་ཡོད་ན་ཡོད་པ་ཡོད་པས་ཁྱབ། ཡོད་པ་ཡོད་ན་ཤེས་བྱ་ཡོད་པས་ཁྱབ། མེད་ཁྱབ་གཉིས་བཞག་རྒྱུ་མེད་པའི་ཕྱིར། རྟགས་མ་གྲུབ་བཞག་རྒྱུ་ཡོད་བར་ཐལ། འདོད། ཞོག། ཤེས་བྱ་མེད་ན་ཡོད་པ་མེད་པས་ཁྱབ། ཡོད་པ་མེད་ན་ཤེས་བྱ་མེད་པས་ཁྱབ། ད་དང་པོ་ནི་འདི་ཡག་པོ་སྦྱང་རོགས་གནང།